འདྲ་པར་རེར་རིགས་རློམ་སེལ་གྱི་ལྡེ་མིག་གི་ཡུལ་ལུང་དེ་ཡི་དྭགས་གོང་པ་ལ་འགྲེལ་བཤད་རྒྱའི་ཐབས་ཤེས་བྱེད་ཀྱི་ཡིན། འདས་པའི་སློབ་ཁྲིད་སྐབས་སུ་ངག་ཐོག་ནས་ཞུས་པ་རེད་དེ་རིང་ཡིག་ཐོག་ནས་ཞུ་གི་ཡིན། ཞེས་གསལ་བར་བཀོད་འདུག་པ་དེ་དང་མི་འགལ་ལམ་ཞེ་ན་ཟ། བྱས་ཙང་ངས་བཤད་པ་འདི་དང་འདྲ་པར་རེར་རློམ་སེལ་གྱི་ལྡེ་མིག་གཉིས་འགལ་གྱི་འདུག། མཐུན་གྱི་མི་འདུག་འདི་འགལ་བ་རེད་བས་ལབ་ཡིན་ན་ཟེར། དེ་དང་འགལ་བ་དེང་གི་ངས་འགྲེལ་བཤད་ཞུས་པ་དེ་དང་འབྲེལ་བ་རེད་ལམ་སེང་གི་དེ་མིན་ན་གསུངས་པ་གཉིས། ཀ་ཆེན་པད་མས་མཛད་པའི་འགྲེལ་བ་རེད་ལམ་སེང་གི་དེ་མིན་ཞེས་པ་གཉིས་འགལ་བ་དེ་བདེན་པ་རེད། འོན་ཀྱང་ཁོ་བོས་བཤད་པ་དེ་དག་རྩ་བ་དང་འགལ་བར་ཁས་མི་ལེན་ནོ། ཁོང་གིས་གསུངས་པའི་འགྲེལ་པ་དང་འགལ་གྱི་ཡོད་ན་ཡང། ཐུན་མིན་རྩ་བ་དང་ཡང་འགལ་གྱི་མེད་ལ། དག་ནས་ཤིང་འབྲས་ཅན་གྱི་དགོངས་པ་དང་ཡང་འགལ་གྱི་མེད་ཏེ་ངས་ཁས་ལེན་བྱེད། གང་ལ་ཞེ་ན། རྩ་བར་དངོས་པོ་དག་ཏུ་བྱེད་པ་པོ་དང་བྱེད་པ་ཙམ་ཤེས་པ་མ་གཏོགས་བྱེད་པ་པོ་དེ་ཉིད་མིང་རྐྱང་ལ་གོ་དགོས་པ་མ་གསུངས་པ་དང། དེ་བཞིན་དངོས་པོ་གཞན་དེ་ཡང་བྱ་ཡུལ་དང་དེ་དང་འབྲེལ་བའི་ལས་ལ་ཤེས་པ་མ་གཏོགས་བྱ་ཡུལ་དེ་ཉིད་མིང་རྐྱང་ལ་གོ་བ་གཏན་ནས་བཤད་མེད་ཅེས། བྱེད་པ་པོ་ཡིས་གསུངས་པ་དང། གཞན་བྱ་བའི་ཡུལ་གསུངས་པའི་སྐབས་སུ། མིང་རྐྱང་གསུང་གི་ཡོད་མ་རེད། ད་གྲུབ་པ་པོ་ལྟ་བུ་དེ་བྱེད་པ་པོ་ཡིན་པ་སོང་ཙང་དག་རེད། གྲུབ་བྱ་ལྟ་བུ་དེ་བྱ་བའི་ཡུལ་ཡིན་པ་སོང་ཙང་གཞན་རེད་གསུངས་པར་མ་གཏོགས་དེ་དང་འབྲེལ་བའི་མིང་རྐྱང་དུས་གསུམ་གང་རུང་གི་བདག་ཅག་མེད་མཁན་ཅིག་བདག་ཞེ་ན་བཞག་འདི་དགོངས་པ་མ་རེད་ཟེར། དེའི་རྒྱབ་དོན་དུ་མུ་ཏིག་ཕྲེང་མཛེས་སུ་དངོས་པོ་བདག་ལ་ད་ལྟ་བ་ཡིན་དགོས་པར་གསུངས་ཡོད་ན་མིང་རྐྱང་ལ་ད་ལྟ་བ་ཡིན་དགོས་པའི་ཁྱབ་པ་སུས་ཁས་ལེན་བྱེད་ནུས། ད་འདི་ལས་གསལ་བ་ཅིག་གོ་ཡ་མེད་པ་རེད། བདེན་པར་ཡིན་པ་དེ་འདྲ་ཡིན་པ་གསུངས་ཐོག་ད་ནས་བཟུང་བྱས། བཀྲ་ཤིས་དང་དོན་གྲུབ་དང་དག་ནས་བཞིན་ཨ་ནི་གང་ཟག་དེ་མིང་བྱེ་བྲག་པ་ཡོད་ན་དག་རེད་གསུངས་པ་ཡིན་ན་ཚིག་སྐྱོན་ཡོད་རེད་ཟེར། རྩ་བ་དང་ཡང་འགལ་གྱི་ཡོད་རེད། འགྲེལ་ཆེན་གྱི་དགོངས་པ་དང་ཡང་འགལ་གྱི་ཡོད་རེད། དོན་ལ་ཡང་འགལ་གྱི་ཡོད་རེད། སྐབས་འདིར་དུས་གསུམ་གྱི་དག་ཆ་བཤད་སྟངས་བསླབ་ཀྱི་ཡོད་རེད་མ་གཏོགས། མིང་སྐོར་ཞུ་གི་ཡོད་མ་རེད། དེ་བཞིན་དངོས་པོ་གཞན་ལ་ཡང། མ་འོངས་པ་ཡིན་དགོས་པ་མ་གཏོགས་མིང་རྐྱང་ལ། མ་འོངས་པ་ཡིན་པའི་ཁྱབ་པ་སུས་ཁས་ལེན་བྱེད་དེ། བྱེད་ནུས་ཏེ་མི་ནུས་སོ། འོན་ཀྱང་གསལ་བོར་མཁྱེན་དགོས་པ་ཞིག་ལ། མདོ་སྔགས་དང་རིག་སྔགས། དངོས་པོ་དག་མིན་པར་བཤད་པ་ལས་བྱེད་པ་པོ་གཙོ་ཕལ་མིན་པ་བཤད་མེད་ཅིང། བྱེད་པ་པོ་གཙོ་ཕལ་ལ་དག་ཡིན་པ་དང་མིན་པ་གཉིས་ཀ་ཡོད་པ་དཔལ་ཤཱཀྱ་མཆོག་ལྡན་གྱིས་ཆོས་ལ་འཇུག་པའི་སྐོར་ཡང་གསུངས་ཡོད་ཅིང། ད་འཁྲུག་ས་དེ་རེད་དེ། དག་མ་རེད་ལབ་པའི་སྐབས་སུ། བྱེད་པ་པོ་མ་རེད་གོ་དྲུག་ཡོད་རེད། དག་མ་རེད་ལབ་པའི་སྐབས་སུ། ཨ་ནི། བྱེད་པ་པོ་ཕལ་པ་མ་རེད་གོ་དྲུག་ཡོད་ཟེར་བ། འདི་གསུང་གི་ཡོད་མ་རེད། སི་ཏུ་ཙམ་དུ་མ་ཟད། པའི་ཤ་ཀ་ཆོས་འདིན་གྱིས་ཀྱང་དག་རང་གསུངས་འདུག་གཞུང་དེ་ཉིད་ལས། བྱེད་པ་པོ་དང་བྱ་བ་ཉིད་བྱེད་པོ་དག་དང་མིང་ཡིན་ཏེ། ད་བྱེད་པོ་དག་ཟེར་མཁན་འདི་ད་ལྟ་བ་ཡིན་མཁན་བྱེད་པ་པོ་དེ་དག་རེད། བྱེད་པ་པོ་ཡིན་མཁན་མིང་རྐྱང་འདི་དག་མ་རེད། བྱ་བ་གཞན་དང་དུས་གསུམ་མོ་ཟེར་བ་ཞིག་ལ། བྱ་བ་ཟེར་ན། མ་འོངས་པ་ཡོད་མཁན་གྱི་དེ་གཞན་རེད། ཨ་ནི་དུས་གསུམ་བཞག་ཡོད་རེད། ཞེས་གསུངས་པའི་ཕྱིར། གཞན་ཡང་མདོ་སྔགས་དང་རིག་སྔགས་གཉིས་པོ་གལ་ཏེ་དངོས་པོ་དག་ཡིན་པའི་དབང་དུ་བཏང་ན་ད་ལྟ་བ་ཡིན་དགོས་ཤིང་དེས་ན་དུས་གསུམ་གྱི་ཁོངས་སུ་བསྡུ་དགོས་པ། འོན་ཀྱང་དེ་དག་ནི་དུས་གསུམ་གྱི་ཁོངས་སུ་མི་བསྡུ་བ་མི་འགལ་ཡིན་པའི་ཕྱིར། ཞེ་སྡང་དཀར་བ་བོང་བུ་ལ་སོགས་པ་དང། གང་ནང་བཞིན་མིང་རྐྱང་གང་ཡང་རུང་བ་ཅིག་བརྡ་སྤྲོད་ཀྱི་གཞུང་ནང་ལ། དུས་གསུམ་འཁོར་རྩ་བ་ཉིད་ནས་ཤེས་ཀྱི་མ་རེད་ཟེར། འགྲེལ་ཆེན་ལས། འགའ་ཞིག་གིས་མིང་རྐྱང་རྣམས་ཀྱང་འདི་སྐབས་སུ་དུས་གསུམ་གྱི་དབྱེ་བའི་ཁོངས་སུ་བརྒྱུད་པ་རྣམས་མཐོང་བ་དང། འདི་འགྲིག་གི་མ་རེད་ཟེར། མི་འཐད་དེ་ཟེར། སྐབས་འདིར་དུས་གསུམ་གྱི་དབྱེ་བ་ནི་བྱེད་ལས་སམ་བྱ་ཚིག་སྒོ་ནས་འབྱེད་དགོས་ཤིང། མིང་རྐྱང་ལ་བྱ་བྱེད་ཀྱི་ཐ་སྙད་མི་འཇུག་པས་བྱ་བྱེད་མེད་པར་བྱ་བྱེད་ཅན་དུ་བསྡུས་པ་ལས་མཚང་ཆེ་བ་ཅི་ཞིག་ཡོད། འདི་ལས་ནོར་འཁྲུལ་ཆེ་བ་ཞིག་ག་རེ་ཡོད་རེད་ཟེར་བརྡ་སྤྲོད་པ་གནང། དུས་གསུམ་ཤེས་ས་ཅིག་ལ་མིང་རྐྱང་ཁེ་ཡོང་རྗེས་འགྲེལ་བཤད་བརྒྱབ་པ་ཡིན་ན་ནོར་འཁྲུལ་ཆེན་པོ་རེད་ཟེར། ཁྱད་པར་མིང་རྐྱང་རྣམས་དག་ཞེན་གྱིས་བདས་བྱས་པའི་དག་ཡིན་པར་བསམས་ནས་མ་ནིང་དང་མོའི་སྔོན་འཇུག་གི་འཇུག་པ་འཆད་པའི་ཚེ། ག་ད་ཨའི་ཕུད་ཅན་གྱི་མིང་རྐྱང་རྣམས་དག་གི་དཔེར་བརྗོད་དུ་བཀོད་འདུག་པ། ད་སི་ཏུ་རིན་པོ་ཆེ་སྔོན་ལ། འདིའི་གནས་ཚུལ་དུ་གསལ་བོ་མེད་པ་སོང་ཙང། ཨ་ནི། སྔོན་འཇུག། དེ་ཚོ་ཡོད་མཁན་མིང་རྐྱང་ཡིན་མཁན་དག་རེད་བཀོད་པ་མང་པོ་ཞིག་རག་ཡོད་རེད། སི་ཏུས་གསལ་བོ་ཅིག་གསུངས་པ་རེད། གསུངས་པ་ཙམ་དུ་མ་ཟད་དོན་ལ་གནས་ཀྱི་ཡོད་རེད། དོན་ལ་གནས་ཀྱི་ཡོད་པ་སོང་ཙང། ང་ཚོས་ལུང་འདི་རྒྱབ་རྟེན། ཡག་པོ་ཅིག་ཡོད་པར་ངོས་འཛིན་བྱེད་ཚེ་རྗེས་སུ་འབྲང་གི་ཡོད། དོན་ལ་གནས་ཀྱི་མེད་ན། ལུང་ཡིན་པ་ཡིན་ན་ཡང། ཁས་ལེན་བྱེད་དུ་མ་རུང། དེ་འདྲ་ཡིན་པ་སོང་ཙང། ཕོ་ཡིག་བལ་པོལ་ཅན་གྱི་མིང་རྐྱང་ཡང་མང་པོ་ཡོད་ན། སློབ་དཔོན་ཐོན་མིས་ཕོ་ཡིག་དག་སྒྲུབ་པ་ལ་འཇུག་པར་མ་གསུངས་པའི་རྒྱུ་མཚན་ཅི་ཡོད། སེམས་རྣལ་དུ་ཕབ་ནས་ལེགས་པར་བསམ་དགོས་སོ། བྱས་ཙང། མིང་རྐྱང་དག་ལ་བཞག་གི་ཡོད་ན། ཨ་ནི་སྔོན་ཆོས་ཕག་ཡིན་མཁན་མིང་རྐྱང་མང་པོ་ཡོད་རེད་ཟེར། ཨ་འདི་ཚོ་དག་ཡིན་ལགས་པ་ཞིག་རེད། མགོ་ཆེན་གྱི་སྐབས་སུ་དེ་འདྲ་རྒྱུན་ནས་ཡོད་མ་རེད། གང་ཡིན་ཟེར་ན། ཨ་ནི་མགོ་ཆེན་གྱི་སྐབས་སུ་དག་ལ་ད་ལྟ་བས་ཀྱང་དག་ཆ་དྲིས་པོ་རེད། ཨོ་ད་འདི་ལུང་འདི་དཔེ་གལ་ཆེན་པོ་རེད། སི་ཏུ་ཀྲི་ཆིན། ཤོག་གུ་བརྒྱ་དང་དགུ་བཅུ་གོ་བརྒྱད་ནས་ཉིས་བརྒྱ་གཅིག་བར་དུ་ཡོད་རེད། ཤེས་རིག་དཔར་ཁང་གིས་འབར་མ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོ་དེ་ལ། འདི་གསལ་བོ་མ་བྱས་པའི་རྒྱུ་མཚན་ལ་བརྟེན་ནས་རྗེས་ཀྱི་མཁས་པ་མང་པོས་ཨེ་ནི་མིན་ཀྱང་དག་ཡིན་ཟེར་མཁན་འདྲ་བོ་མིན་ཀྱང་གཞན་ཡིན་གསུང་མཁན་མང་པོ་ཞིག་རག་ཡོད། འོ་འདིས་དཔེ་མ་ཟད་གལ་ཆེན་པོ་མཐོང་གི་ཡོད། ཞེས་གསུངས་པ་ལས་ཤིན་ཏུ་གསལ་ལོ། རིགས་པ་འདིས་རིགས་འདྲ་བར་བྱས་ཏེ་འཇམ་པའི་ཡང་དངོས་པོ་གཞན་མིན་པ་མཁྱེན་དགོས། དངོས་པོ་གཞན་ཡིན་ན་མ་འོངས་པ་ཡིན་དགོས་པ་དང་འཇམ་པའི་ཡང་ནི་མིང་རྐྱང་ཡིན་པས་མ་འོངས་པར་བཤད་དུ་མེད་པས་དངོས་པོ་གཞན་མིན་པ་ཆེས་གསལ། ཆེས་གསལ་ཟེར་ན་ཞེ་དྲག་གསལ་བ་རེད། དེ་མིན་མདོ་སྔགས་དང་རིག་སྔགས་ཀྱི་དངོས་པོ་དག་མ་ཡིན་པ་གོང་ཚེ་རིགས་པ་དེའི་གྲུབ་བོ་གང་ཡིན་ཟེར་ན་མིང་རྐྱང་རེད། ཁ་ཅིག་གིས་ཀ་ནན་སིལ་མེ་ལོང་གི་ལུང་དྲངས། བཅོས་བཞིན་པ་དང་དཀྲི་བཞིན་པ་ཞེས་སོགས་ད་ལྟ་སྒྲུབ་བྱེད་བཅུ་ཕྱེད་པ་དང། དེའི་འགྲེལ་པ་རི་ལམ་གསེར་གྱི་ལྡེ་མིག། ལྡེ་མིག་གི་ལུང། མ་ནིང་ག་ད་གཉིས་བྱེད་པ་པོ་གཞན་དང་དངོས་སུ་འབྲེལ་བའི་བྱ་བ་བྱེད་བཞིན་པ་ད་ལྟ་བར་འཇུག་པ་ནི་བཅོས་བཞིན་པ་དང་བཅོས་ཀྱིན་འདུག་ཅེས་སོགས་བཀོད་དེ་དོན་དུ་དེ་དག་དངོས་པོ་དག་མིན་པས་ད་ལྟ་བའི་བེར་སྤྱོད་དུ་ཆེས་གསལ་བར་བཤད་འདུག་ན། ཁྱེད་ཀྱིས་དེ་དག་དག་གི་བེར་སྤྱོད་དུ་བཀོད་པ། ལ། རྒྱུ་མཚན་གར་ཞིག་ཡོད་ལབ་ཡིན་ན་ཟེར། ཁྱེད་འདོད་སྐྱོན་འགྲོ་བ་ཆགས་སོ། ཁ་ཅིག་དེ་ལ་ཤེས་པར་བྱ་སྟེ། དངོས་པོ་བདག་གཞན་གང་དུ་འཇོག་པའི་བྱ་ཚིག་ནི་བྱེད་པ་པོ་གཞན་དང་དངོས་སུ་འབྲེལ་བའི་བྱ་ཚིག་རྣམས་ཡིན་ཅིང། ཇི་ལྟར་འགོག་པའི་ཇི་ལྟར་འཇོག་པའི་ཚུལ་ནི་སྟོབས་མཚུངས་ཀྱི་སྒོ་ནས་ཡིན་པ། གསེར་དངུལ་དགོངས་པ་མཐུན་པའི་ལེགས་བཤད་དེ་བཞིན། སྤྱོད་བཞིན་པ་དང་བཤད་པར་འགྱུར། དེ་བཞིན་གཅེས་ས་དང། བཅས་དངོས་པོ་དག་དང་གཞན་དུ་འཇོག་དགོས་པའི་རྒྱུ་མཚན་ནི། དེ་དང་དངོས་སུ་འབྲེལ་བའི་བྱ་ཚིག་ཡིན་པ་དང་གཅིག། དེ་དག་ལ་སྟོབས་མཚུངས་འཇོག་ཏུ་ཡོད་པ་དང་གཉིས། དེ་དག་ད་ལྟ་བ་དང་མ་འོངས་པ་གང་རུང་ཡིན་པ་དང་གསུམ། བྱེད་པ་པོ་གསལ་བྱེད་དང་བྱ་ཡུལ་གསལ་བྱེད་ཀྱི་སྒྲ་ཡིན་པ་དང་བཞི། སྟོབས་མཚུངས་ཡོད་པ་དང་ལྔ། བྱས་ཙང། སྤྱོད་བཞིན་པ་དང་སྤྱོད་པར་འགྱུར། བདག་དང་གཞན་རེས། རང་གི་ལུགས་སུ་གོང་དུ་བཤད་པའི་རྒྱུ་མཚན་བཞི་ཚང་གི་འདུག་ན། དེ་གཉིས་བདག་གཞན་གང་རུང་ཡིན་པའི་ཁྱབ་པ་ཁས་ལེན་ནོ། འོ་ན་སྟོབས་མཚུངས་ཇི་ལྟར་ཡིན་ཞེ་ན། སྔོན་ཆད་འགྲེལ་བྱེད་རྣམས་ཀྱིས་དེའི་ཐད་མགོ་སྨོས་པ་ཙམ་ལས་དཔྱིས་ཕྱིན་པ་ཞེས་གསུངས་མི་འདུག་པར་སྙམ། གོང་གི་དཔེར་བརྗོད་ལ་མཚོན་ན་གྲུབ་བ་པོ་དང་གྲུབ་པར་བྱ་བ་གཉིས་སྟོབས་མཚུངས། གྲུབ་བྱེད་དང་གྲུབ་ས་གཉིས་སྟོབས་མཚུངས། གྲུབ་པར་བྱེད་དང་གྲུབ་པར་བྱ་གཉིས་སྟོབས་མཚུངས། གྲུབ་བོ་དང་མ་འོངས་པའི་གྲུབ་བོ་གཉིས་སྟོབས་མཚུངས། གྲུབ་བཞིན་པ་དང་གྲུབ་པར་འགྱུར་གཉིས་སྟོབས་མཚུངས་སོ། འདོད་པ་རི་ལོན་གསེར་གྱི་ལྡེ་མིག་ཏུ། དེའི་ལྡོག་ཕྱོགས་ཞེས་ཟེར། གར་བཤད་རི་སླ་བས་ན་གཟིགས་དང། བྱ་བྱེད་ཀྱི། སྒྲ། ཤེས་མཚུངས། བདག་གཞན་གྱི་ཁོངས་སུ་བསྡུས་ཇི་ལྟར་ཡིན་སྙམ་ན་བསམ། ནི། གྲུབ་པར་བྱས་ཅེས་པའི་ཚིག་འདི་གྲུབ་པ་པོ་ཞེས་པ་དང་བཤད་མཚུངས་ཡིན་པས་བདག་གཞན་གཉིས་ཀྱི་ནང་ནས་བདག་གི་ཁོངས་སུ་བསྡུས། གྲུབ་པར་བྱ་ཞེས་པ་འདི་བསྒྲུབ་བྱའི་ལྷ་ཞེས་པ་དང་བཤད་མཚུངས་ཡིན་པས་བདག་གཞན་གཉིས་ཀྱི་ནང་ནས་གཞན་གྱི་ཁོངས་སུ་བསྡུས། འདི་གསུངས་ཕྱིར། ད་འདི་ལྟར། བསམ་བློ་ཅི་བཏང་པ་ཡིན་ན་ད། ཡང་སྔོན་ནས་བྱས་ནས་ཡོད་མ་རུང། གང་ཡིན་ཟེར་ན། ཚིག་གྲུབ་འགོ་བཙུགས་དུས་ནས་ཁོང་གིས་གསུངས་འདུག་བྱ་བྱེད་ཀྱི་སྒྲ་བཤད་ཚུལ་གསུངས་སོང། བྱ་བྱེད་ལབ་པའི་སྐབས་སུ། དེ་ནི་གཅིག་མ་འོངས་པ་ཡིན་དགོས་གཅིག་རེད་གཅིག་ད་ལྟ་བ་ཡིན་དགོས་ཆོག་བྱས་ད་བྱ་བྱེད་ལབ་རོགས། གྲུབ་པ་པོ་དང་གྲུབ་པར་བྱེད་ལབ་པ་ཡིན་ན། བྱ། སྐད་ཆ་གོ་རེ་མི་འདུ་བ། བྱེད་པ་པོ་དང། བྱེད་པ་པོ་གསལ་བྱེད་ཀྱི་ཕྲ་གཉིས་འདུ་བ། དང་ནི་བཞིན། བསྒྲུབ་པར་བྱ་དང། ཨ་ནི། བསྒྲུབ་བྱ་ལ་བས་ན། བྱ་བྱེད་ཀྱི་ཐ་སྙད་མི་འདུ་བ་གཉིས་ཀ་ལོགས་ལ། མ་འོངས་པའི་ཐ་སྙད་འདུ་བ་བྱ་བྱ། འོ་ད་དེ། གསལ་པོ་ཞུ་བར་བྱ་བའི་རེ་བ་ཡོད། ནོར་འཁྲུལ་རེ་ཞུགས་ཡོད། ཞེས་ཟེར། ཟེར། དེ་བཞིན་གྲྭ་དེའི་ཞལ་ལུང་པད་མ་དཀར་པོར་ཡང་འདི་ལྟར་བཀོད་ཡོད་པ་དེ་ཉིད་ལས་ཟེར། འདི་དུས་ཕྱིས་ཀྱི་བྱ་བ་ཅི་རེད་འདི་ཡོད་རེད། མཁས་དབང་བློ་བཟང་དབང་ཕྱུག་གིས་བརྩམས་པ་རེད། གྲྭ་དེའི་ཁོང་པ་ཡིན། ཁོང་གར་གསུངས་ཟེར་ན། དེའི་ཞར་ལ་དག་ཞན་དེ་འདྲེས་པའི་བྱ་བྱེད་ཀྱི་སྒྲ་ཕན་ཚུན་ཤེས་མཚུངས་པ་སྟེ། བྱེད་པ་ད་ལྟ་བ་དང་དུས་ཀྱིས་ད་ལྟ་བ་ཤེས་མཚུངས་བྱང་གྱུར་མ་འོངས་པ་དང། དུས་ཀྱིས་མ་འོངས་པ་ཉིད་ཤེས་མཚུངས་པ་རྣམས་ཀྱིས་བསྡུས་པ་ཡིན་ཟེར། དེའི་རྩ་བ་ཉིད་ནས་འགྲིག་ཡོད་མ་རེད། ཁོང། གྲ་སྒྲིག་རྗེས་སུ་འབྲངས་ཡོད་གསུང་གི་ཡོད་རེད། གྲ་སྒྲིག་གི་རྟོག་ཐུང་བཞག་གི་ཡོད་མིན་དུ་མི་ཤེས། གལ་ཏེ་བཞག་གི་ཡོད་དབང་བཏང་པ་ཡིན་ན། ཨ་ནེ་སི་ཏུ་དང་ལྡོག་ཕྱོགས་བཤད་པ་འདི་དོན་ལ་མི་གནས་པ་རེད་ཟེར། ཀ་ཆེན་པད་མ་ལྟ་བུ་ཡིན་ན། སྲིད་ཇུས་འབྲས་ཆན་གྱི་རྗེས་སུ་འགྲོ་ཉེན་རེད་དེ།

ཞེས་པ་གཙོ་བོ་གནང་གི་ཡོད་པ་སོང་ཙང་དེ་ལ་སྦྱར་བཞག་པ་ཡིན་གྱི་རེད་ག་ད་དོན་ལ་གནས་ཀྱི་མི་འདུག་ཞུ་ཡིན་ཨོ་དེ་དཔེ་གལ་ཆེན་པོ་རེད་ཞེས་ཟེར་ས། གོང་གསལ་བཤད་པ་རྣམས་ཉིད་རིག་པ་དང་མངོན་སུམ་གཉིས་ཀར་འགལ་བ་ཞིག་ཏུ་སྣང་སྟེ་གྲུབ་པར་བྱེད་ཀྱི་སྟོབས་མཚུངས་སུ་གྲུབ་པ་པོ་བཞག་པ་དང། བྱེད་པ་ད་ལྟ་བའི་སྟོབས་མཚུངས་སུ་དུས་ཀྱི་ད་ལྟ་བ་བཞག་པ་ནི། ཆེས་མི་རིགས་ཏེ། བདག་གི་སྟོབས་མཚུངས་སུ་གཞན་ཞིག་འཇོག་དགོས་པ་ལས་བདག་ཅེས་བཞག་པའི་ག་ལ་རིགས། དེ་བཞིན་གྲུབ་པར། བྱ་བྱས་པའི་སྟོབས་མཚུངས་སུ་གྲུབ་བྱེད་ལྷ་བཞག་པ་དང། བྱ་འགྱུར་མ་འོངས་པའི་སྟོབས་མཚུངས་སུ་དུས་ཀྱི་མ་འོངས་པ་བཞག་པ་ཡང་ཆེས་མི་རིགས་ཏེ་གཞན་གྱི་སྟོབས་མཚུངས་སུ་དག་ཅིག་འཇོག་དགོས་པ་ལས་གཞན་ཞེས་བཞག་པས་ག་ལ་རིགས། དེ་ཉིད་རིགས་པ་དང་འགལ་ལུགས་ནི། དག་ནི་གཞན་ལ་ལྟོས་ནས་དང་གཞན་ནི་དག་ལ་ལྟོས་ནས་བཞག་པ་མ་གཏོགས་དག་ནི་དག་ལ་ལྟོས་ནས་དང་གཞན་ནི་གཞན་ལ་ལྟོས་ནས་མ་བཞག་པའི་ཕྱིར། དེ་ཉིད་མངོན་སུམ་དང་འགལ་ལུགས་ནི། རྒྱ་མ་ལ་རྒྱག་གི་ཡིན་ན། ལྗིད་ཚད་འདེགས་པའི་རྒྱ་མ་ལ་མར་ཀི་ལོ་གཅིག་འདེགས་དགོས་ཡོད་ན། ཀི་ལོའི་ལྗིད་ཚད་གཡས་གཡོན་གང་རུང་ཞིག་ཏུ་འཇོག་པ་དང། དེའི་ལྡོག་ཕྱོགས་སུ་ནི་མར་དེ་འཇོག་པ་ལས་མར་དང་ཀི་ལོའི་ལྗིད་ཚད་གཉིས་ཀ་རྒྱ་མའི་གཡས་གཡོན་གང་རུང་གཅིག་ཏུ་འཇོག་པ་ནི། མར་དང་ཀི་ལོའི་ལྗིད་ཚད་གཉིས་པོ་སྟོབས་མཚུངས་རྗེས་ལུགས་མིན། མར་ཀི་ལོ་གཅིག་ཙོང་གོག་ཡོད་པའི་ན། ཨེ་ནི་མར་ཀི་ལོ་གཅིག་དེ་ཀི་ལོ་གཅིག་གི་བརྗིད་གོག་དེ་དང་མར་གི་བརྗིད་གོག་གཉིས། སྟོབས་གསུམ་གོག་རོ་ཨེ་ཞེ་ནས་མར་ཉུང་ངུ་དེ་མར་ཕུལ་དུ་གོ་རོ། དེ་ཡིན་པ་སོང་ཙང་གཅིག་རྒྱ་མའི་གཡས་ལ་བཞག་གོ་རེ་གཅིག་རྒྱ་མའི་གཡོན་ལ་བཞག་གོ་རོ། སྟོབས་གསུམ་གོག་གི་དུ་གསུངས། མར་དེ། རྒྱ་མེད་ཀྱི་གཡོན་ལ་བཞག། ཀི་ལོ་དེ་རྒྱ་མའི་གཡོན་ལ་བཞག་པ་ཡིན་ན། ག་དུས་ཡང་རྟོག་བཏོན་ཆགས་ཀྱི་མ་རེད། དེ་ཡིན་པ་སོང་ཙང་བཤད་པ་འདི་མངོན་སུམ་དང་ཡང་འགལ་གྱི་འདུག་དཔེའི་སྒོ་ནས་ཞུས་པ་རེད། དཔེ་དེ་བཞིན་དུ་བདག་གཞན་གཉིས་གཉིས་ཐད་ཕན་ཚུན་སྟོབས་མཚུངས་བྱེད་སྐབས་ཕྱོགས་ཕན་ཚུན་ཐ་དད་དུ་འགོད་པ་ལས་ཕྱོགས་གཅིག་རང་དུ་བདག་གཞན་འཇོག་པ་ནི་ཚང་ཆེན་དོ་མཉམ་ནོར་འཁྲུལ་ཆེན་པོ་ཞིག་རེད་ཟེར།

བདག་གཞན་ཡོད་པ་འདི་སླར་ཡང་བདག་དང་གཞན་ལབ་པའི་སྐབས་སུ། མ་འོངས་པ་དང་ད་ལྟ་བའི་བོད་སྤྱོད་སྟངས་ཀྱི་དུམ་བུ་གཉིས་ལ་བཏང་བར་བ། ཕྱོགས་གཅིག་ལ་བདག་ལབ་ཕྱོགས་གཅིག་ལ་གཞན་ལབ། ཨ་ནི་བདག་ཚང་མ་ལ་ད་ལྟ་བའི་བདག་ཅག་བྲིས། གཞན་ཚང་མ་ལ་ད་ལྟ་བའི་བདག་ཅག་བྲིས་ཨ་ནི་ཚིག་གྲོགས་སྐབས་བསྟུན་གྱི་རྒྱུར་བཀུག་ཡོད་བ། ད་བྱ་བྱེད་ལས་གསུམ་ལབ་པའི་སྐབས་སུ། བདག་གཞན་གཉིས་འདི་དུམ་བུ་གསུམ་ལ་བཏང་དགོས་རེད། དུམ་བུ་གསུམ་ལ་བཏང་བའི་སྐབས་སུ་གཅིག། བྱ་ཟེར་དེ་རེད། བྱ་བ་ལ་གོ་དགོས་རེད། སྐབས་འདིར། ནི་བྱ་བ་རང་ལ་གོ་བར་བྱ། ཡུལ་ལ་གོ་བར་བྱེད་ལ་དེ་བྱེད་པ་པོ་དང། ཏེ་ངེས་ནོར་དྲུག་དུ། བྱ་བྱེད་ལས་གསུམ་སུ་གུར་བ། བྱ་བྱེད་ལས་གསུམ་ནང་ནས་བྱ་དེ་ལ་བྱེད་པ་པོ་ལ་ཡོད་པའི་བྱ་བ་དང་བྱ་བའི་ཡུལ་ལ་ཡོད་པའི་བྱ་བ་གཉིས་སུ་འགྱུར། དེ་ཡིན་པར་གསུངས་ལ་དག་བྱ་གཉིས་ཀ་ཡོད་རེད། ད་ལྟ་བ་དང་མ་འོངས་པ་ད་ལྟ་གཉིས་ཀ་ཡོད་རེད། བྱེད་དེ་ལ་བྱེད་པ་པོ་རེད། བྱེད་པ་པོ་ལ་གཙོ་བོ་དང་ཕལ་པ་གཉིས་ཡོད་རེད།

ལས་སེང་གེ་འདི་ལ་གཞན་ཁོ་ན་རེ་མ་འོངས་པ་ཁོ་ན་རེ་ཨོ་ཐུགས་སུ་ད་ནི་བྱ་བྱེད་ལས་གསུམ་ཤེས་པར་བྱ་སྟེ། བྱ་བྱེད་ལས་གསུམ་ནི་གོང་གི་བདག་གཞན་གྱི་དཔེར་བརྗོད་ཁོང་ནས་འབྱིན་པར་བྱེད། འདོན་པར་བྱེད། འབྱིན་པར་བྱེད་སྟོན་གྱི་རེད་དེ་ཡང་བྱ་བྱེད་ལས་གསུམ་ལས། བྱ་ཞེས་པ་དེ་བྱེད་ལས་སྲིད་ཀྱི་གྲྭ་དང། བྱ་ལས་སྲིད་ཀྱི་གྲྭ་ལ་ཟེར། དཔེར་ན། བྱ་ཞེས་པ་དེར་དག་ཆེན་གཉིས་ཀ་འཇོག་རྒྱུ་ཡོད། དེས་ན། བྱ་ཞེས་པར་དག་ཆེན་གཉིས་ཀ་འཇོག་དེ། དེ་དག་ལས། བྱེད་ཅེས་པ་དེ་དག་ཡིན་མཁན་གྱི་བྱེད་པ་པོ། གཙོ་ཕལ་ལ་གོ། དེས་ན་བྱེད་ཅེས་པ་འདིར་བདག་ཁོ་ན་ལས་གཞན་འཇོག་ཏུ་མེད། དེ་དག་ལས། ལས་ཞེས་པ་སྟེ། གཞན་ཡིན་པས་ལས་སམ་བྱ་ཡུལ་དེར་གོ། དེས་ན་ལས་ཞེས་པ་འདིར་གཞན་ཁོ་ན་ལས་བདག་ཏུ་འཇོག་ཏུ་མེད། གོང་སའི་དཔེར་བརྗོད་དེ་དག་དུ་ཞུ་ན། གྲུབ་པར་བྱེད་དང་གྲུབ་པར་བྱ་ཞེས་པ་དེ་དག་བྱ་བྱེད་ལས་གསུམ་གྱི་ནང་ནས

ཁྱབ་པའི་གོ་དོན་ནི། བདག་ལ་ད་ལྟ་བའི་དག་ཆ་འདྲི་དགོས་པ་དང། གཞན་ལ་མ་འོངས་པའི་དག་ཆ་འདྲི་དགོས་པའི་དོན་དག་ཡིན། དེ་འདྲ་ཡིན་པ་སོང་ཙང་བྱེད་ལས་སྲིད་བྱེད་ཀྱི་གྲྭ་ལ་ད་ལྟ་བའི་དག་ཆ་འདྲི་དགོས་པ་དང། བྱ་ལས་སྲིད་བྱེད་ཀྱི་གྲྭ་ལ་མ་འོངས་པའི་དག་ཆ་འདྲི་དགོས་པའི་དོན་ཡང་སྐབས་འདིར། དུས་གསུམ་ལས་བྱ་བྱེད་ཐ་དད་སྐབས། ད་ལྟ་བ་དང་མ་འོངས་པ་ནམ་ཞིག་འདྲི་དགོས་པའི་མན་ངག་ཅིག་སྟོན་པ་ལས། དོན་གྱི་ཆ་ནས་དག་ཡིན་ན་ད་ལྟ་བུ་ཡིན་པའི་ཁྱབ་པ་ཁས་བླངས་ན་ཚིག་སྐྱོན་དུ་འགྱུར། ཅེས་དང། དག་ཡིན་ན། དོན་དག་གི་ཆ་ནས། ཡིན་གཅིག་མིན་གཅིག་ད་ལྟ་བ་ཡིན་དགོས་མ་རེད། ཡིན་ནས་ད་ལྟ་བའི་དག་ཆ་ཡོད་དགོས་རེད། དེ་བཞིན་གཞན་ཡིན་ན་ཡང་མ་འོངས་པ་ཡིན་པའི་ཁྱབ་པ་ཁས་བླངས་ན་ཚིག་སྐྱོན་ངེས་པར་དུ་ཞུགས་ཏེ་གྲུབ་པ་པོ་མིང་ཡིན་པ་སྨོས་མེད། དེ་བཞིན་བསྒྲུབ་བྱ་ཡང་མིང་ཡིན་པ་སྨོས་མེད་རེད། མིང་ལ། བྱ་ཚིག། དོན་གྱི་ཆ་ནས་འདས་མ་འོངས་སོགས་འཇོག་ཏུ་མེད། མིང་ལ། བྱ་ཚིག་ནང་བཞིན་གྱི། དོན་གྱི་ཆ་ནས་འདས་མ་འོངས་བྱ་གི་མ་རེད། ཡིན་ནས་གང་གྲུབ་ཟིན་པའི་མིང་འདི་ད་ལྟ་བའི་དག་ཆ་དང་མ་འོངས་པའི་དག་ཆ་བྲི་གོ་རེད་ཟེར་གི་བཤད་བྱ་གཙོ་བོ་གྲོགས་པོ་དག་རང་རེད། རྣམ་ཀུན་ང་ཚོས་ཨ་ནི་འགྲེལ་བཤད་བརྒྱབ་པའི་སྐབས་སུ། བྱས་ཟིན་པ་འདི་འདས་པ་རེད། བྱ་འགྱུར་འདི་མ་འོངས་པ་རེད། བྱས་བཞིན་པ་འདི་ད་ལྟ་བ་རེད་ཟེར་ཏེ་དོན་གྱི་ཆ་ནས་བཤད་ཀྱི་ཡོད་པ་སོང་ཙང་དཀའ་ངལ་འགེལ་ཡོད་མ་རེད། ཚིག་སྦྱོར་གྱི་ལག་ལེན་ནང་ལ་བྱ་བ་བྱས་ཟིན་ཀྱང་འདས་པ་མ་བྲིས་པ་དེ་འདྲ་ཡོང་གི་རེད། དེ་བཞིན་བྱ་བ་བྱེད་བཞིན་པའི་གནས་སྐབས་ལ་ཡང་ད་ལྟ་བ་མ་བྲིས་པ་དེ་འདྲ་ཡོང་གི་རེད། བྱ་བ་བྱ་འགྱུར་ཡིན་ན་ཡང་མ་འོངས་པ་ལས་གཞན་པའི་དུས་ན་བྲིས་པ་དེ་འདྲ་མང་པོ་ཡོང་གི་རེད་ཟེར། དེ་ཚོ་ནི་བཀའ་ནི་ངོ་མ་རེད་ཟེར། དུས་གསུམ་དེ་གཏན་འབེབས་ཡིན་པ་སུ་ལ་བཀའ་ལས་ཡོད་མ་རེད། ཡིན་ནས་དུས་གསུམ་གང་རུང་བེད་སྤྱོད་བཏང་བ་དེ་ཡིན་ན་ཡིན་གཅིག་མིན་གཅིག་དངོས་གནས་གཙུག་རྩ་ནས་འདས་ཟིན་པས་དེ་འདྲ་བསམ་བཏང་ཐུབ་ཡས་ཡོད་མ་རེད། དཔེར་ན་ད་ལྟ་བའི་སྣང་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཀྱི་འཁོར་ལོ་སྐོར་ཅིག་བྲིས་ཆོག་ར་ཅེས་དང་འདིའི་ཚིག་ད་ལྟ་བ་རེད་དེ་བྱུང་བ་འདས་པར་བ་ཅེས་དང་བྱུང་བ་གཅིག་འདས་མ་འོངས་ད་ལྟ་གསུམ་ཆ་ནང་བྲིས་ཡོད་པ་དེ་སྐད་ཡིག་ཚང་མ་གི་སྤྱི་ལུགས་རུ་ཅིག་རེད་དེ། ཡིན་ནས་དེ་དཀའ་ངལ་ཆེན་པོ་ཞིག་བྱིན་ས་རེད་བ། དེ་ཚོ་ནི་དཀའ་གནད་ངོ་མ་ཡིན་པས་མ་ཚད་དུས་རབས་ཉུ་ཤུའི་གོང་གི་བརྡ་སྤྲོད་ཀྱི་ཤེས་པ་ཕལ་མོ་ཆེར།

འབྱུང་འགྱུར་གྱི་གནས་ཚུལ་ཅི་བྱུང་གསུངས་པར་གོ་ཡ་ཉེན་ཁ་ཡོད། བྱེད་སྟངས་དོན་གྱི་དག་ཆ་དང། ཨ་ནི། དུས་ཀྱི་དག་ཆ་གཉིས་ཀྱི་འབྲེལ་བ་དེ་དམིགས་བསལ་གྱི་སློབ་སྦྱོང་ཞིག་བྱེད་མ་ཐུབ་པ་ཡིན་ན་ཁག་པོ་ཆགས་ཀྱི་ཡོད་ཀྱི་རེད་དྲན་གྱི་འདུག་ཧོ་འདུག་ཟེར། དེ་ཚོ་ནི་དཀའ་གནད་ངོ་མ་ཡིན་པས་མ་ཚད་དུས་རབས་ཉི་ཤུའི་གོང་གི་བརྡ་སྤྲོད་ཀྱི་བྱེད་པ་ཕལ་མོ་ཆེར་གླེང་སློང་ཙམ་ཡང་བྱུང་མེད་འདི་སྐོར་བརྡ་སྤྲོད་རིག་པའི་དོན་འབྲས་ཕྱོགས་བསྒྲིགས་ཀྱི་ནང་དུ་མཆོད་པ་ཤིན་ཏུ་ལེགས་པོ་ཞིག་བཀོད་ཡོད་ན། དེ་ཉིད་ལེགས་བཤད་དུ་མངའ་སྟེ་འདིར་ལུང་འདྲེན་བྱའོ། དེར་ཨ་ལགས་དོར་ཞིག་གིས། འདི་ན་ཡག་པོ་ཞུ་གསུངས་འདུག་ཟེར། ད་མ་འདུག་ལུང་འདྲེན་བྱེད་པ་ཡིན་ན་ཟེར། དོར་ཞིག་དོང་སྤྲུགས་སྙེམས་བློ། བརྡ་སྤྲོད་རགས་པའི་དོན་འབྲེལ་ཕྱོགས་བསྒྲིགས་བསྟན་སྲུང་མི་རིགས་དཔེ་སྐྲུན། འདི་ན་གར་གསུངས་འདུག་ལབ་ཡིན་ན། དེ་ཡང་སྔོན་ཆད་ཀྱི་གཏམ་རྒྱུད་འགྲེལ་པ་ཕལ་ཆེར། ཞིག་ཏུ་བཀོད་པའི་བྱས་ཟིན་འདས་པ། བྱེད་བཞིན་པ་ད་ལྟ་བ་བྱ་འགྱུར་མ་འོངས་པ་ཞེས་ཚིག་ཙམ་དང་གྲུབ་ཟིན་པའི་གྲུབ་ཟིན་གྲུབ་བཞིན་གྲུབ་པར་བྱ། སྤྱད་ཟིན་སྤྱོད་བཞིན་སྤྱད་པར་བྱ་སོགས་ལྟ་བུའི་དཔེར་བརྗོད་ཕྲེང་བས་མཚོན་པའི་དུས་གསུམ་གྱི་སྒྲའི་རྣམ་གཞག་གམ་ཡིག་གཟུགས་གྲུབ་ཚུལ་གྱི་སྟེང་དུ། བྱ་ཚིག་གི་རྒྱུད་ཀྱི་རྣམ་གཞག་དཔྱིས་ཕྱིན་པ་ཞིག་བཤད་མི་ཐུབ་དེས། དག་བྱ་གི་དོན་ནི་བཤད་མི་ཐུབ་པ་ཡོད་མ་རེད། དོན་ལ་བྱུང་ཟིན་པ་རེད་མ་རེད་ཟེར་ཏེ་བཤད་ཐུབ་ཀྱི་མ་རེད། སྔ་འགྲོའི་དེ་རིགས་ལ། ཤེས་པ་རག་ཆད་པའི་སྐྱོན་ཡོད་པར་མ་ཟད། མ་སྐྱབས་མ་ངེས་མི་འདོད་པའི་སྐྱོན་ཡང་ཡོད་དེ། དཔེར་ན། འདས་ཚིག་ཡིན་ཀྱང། བྱ་བ་བྱས་ཟིན་ཁོ་ན་སྟོན་པའི་ངེས་པ་མེད་དེ། སློབ་ཁྲིད་ཀྱི་འགོ་བརྩམས་སོ་ཞེས་པའི་ཚིག་གི། བརྩམས་འདི། འདས་ཚིག་ཡིན་ཡང་སློབ་ཁྲིད་བྱས་ཟིན་པའམ་བྱས་ཚར་བའི་དོན་དག་མ་རེད། ཚིག་འདི། བའོ་རེ་ད་ད་ཙམ་མ་ས་ཙམ་གྱི་དོན་ནི། འདས་པ་མ་ཡིན་པར་ཐར་བསམ། བདག་ཅག་འདས་པ་རེད་དེ། ཡིན་ན་ཡང། བྱ་བ་འདི། ད་ལྟ་ཚར་ཡོང་མ་རེད། ད་ལྟ་བ་ཡིན་པའི་ཕྱིར་བསམ། ཡིན་པ་རེད་རྒྱུ་མཚན་ག་རེ་ཟེར་ན། ཨེ་ནི། སྐྱེས་ཟིན་མ་འགགས་པའི་ད་ལྟ་ཡིན་པའི་ཕྱིར་བསམ། བསླུ་བྲིད་འགོ་བཙུགས་པ་རེད་མ་གཏོགས་ད་ལྟ་གྲུབ་ཡོང་མ་རེད། ཡིན་པ་ད་བསམ། འགོ་བརྩམས་པའི་བྱ་བའི་རྒྱུན་མ་འགགས་པའི་ད་ལྟ་བ་ཡིན་པའི་ཕྱིར་བསམ། ད་ཚིག་གཉིས་སུ་བཟློག་ན་ཞེས་པ། དག་སྣང་བཞིན་གྲོལ་སོང་གྱུར་ཏོ། འདས་ཚིག་ཡིན་ཡང་སྡུག་བསྔལ་མཚོ་ལས་གྲོལ་གྱུར་ཅིག་ཅེས་པའི་ཚིག་གིས་གྲོལ་དང་གྱུར་ནི་བདུན་གྱི་སྟེང་དུ་འདས་པ་ག་ལ་ཡིན། སྡུག་བསྔལ་གྱི་མཚོ་ལས་གྲོལ་ཡོད་མ་རོ། ཡིན་ནས། དུས་ཀྱི་དབང་དུ་བྱས་པ་ཡིན་ན། བདག་ཅག་གི་དབང་དུ་བྱས་པ་ཡིན་ན་བདེ་བ་རེད། ཚིག་དེས་གྲོལ་བསྒྱུར་གྱི་དོན་བདེ་བ་མ་ཡིན་པ་དང་མ་འོངས་པ་ཡིན་པའི་ཕྱིར། དེ་མ་འོངས་པ་ཡིན་པ་དང། གྲོགས་ངན་ཚོས་ལས་གྲོལ་བར་སྨོན་པའི་དོན་དེ་མ་འོངས་པ་ཡིན་པའི་ཕྱིར། ད་ལྟའི་མངོན་རྒྱུ་ལ་སྨོན་མི་དགོས་ཤིང། འདས་ནས་ཐལ་ཟིན་པ་ལ་སྨོན་པའི་དགོས་པ་ཅི་ཡང་འགྲུབ་རྒྱུ་མེད་པའི་ཕྱིར་རོ། ཡང་བྱས་པའི་ལས་ནི་ད་ལྟ་བ་ཡིན་ཟེར།

དུས་གསུམ་གང་རུང་ཅེས་བྲིས་ཡོད་པ་ཡིན་ན་ཡང། དོན་གྱི་ཆ་ནས་དུས་གསུམ་དེ་དང་དེ་ཡིན་པའི་ཁྱབ་བ་ཡོད་མ་རེད། གོ་བརྡ་འདི་གལ་ཆེན་པོ་ཡིན་ས་རེད། དེ་ནི་མ་ཆོམ་ཇག་གིས་བསླུས་པ་ཡིན་ན། དངུལ་གྱི་དབྱངས་ཅན་སྤྲུལ་པའི་རྡོ་རྗེས། ཀ་ན་སེའི་མེ་ལོང་དུ། འགྲོ་བ་པོ་དང་འགྲོ་བར་བྱེད་ཅེས་སོགས་དག་དོན་ཕལ་པ་དང། ཞེས་པ་འདི་ནི་དེ་སྔ་སི་ཏུ་འགྲེལ་ཆེན་དུ་གསལ་མེད་ཀྱང་རང་གི་ཉམས་ཞིབ་ཀྱི་རྩལ་ལས་ཐོན་པ་ཞིག་ཡིན། འདི་སྐབས་བགྲོ་བྱ་བགྲོད་བྱེད་གཉིས་ཀ་དང་གཉིས་ལས་གཞན་པའི་གཞན་ཞིག་མེད་པར་བརྟེན་དག་ཁོ་ནར་བཞག་ཡོད། དེས་ན། འདི་རིགས་ལ་དག་དོན་ཕལ་པ་ཞིག་བཏགས་སོ། ད་དུང། ལས་དང་པོ་རྣམས་ལ་བགྲོ་བྱ་བགྲོད་བྱེད་གཉིས། གོ་དོན་འགྲེལ་བྱེད་དེ་ཙམ་གྱིས་གསལ་པོ་ཆགས་ཀྱི་མི་འདུག་ན་རང་ངོས་ནས་གསལ་བྱེད་ཅིག་ཞུས་ན། འགྲོ་བ་ནི་འགྲོ་རྒྱུ་དུས་སུ་ཡོད་རེད། འགྲོ་བྱེད་ནི་འགྲོ་བ་པོའི་རྐང་པ་ལ་གོ་དགོས་ཤིང། དེས་ན་འགྲོ་བྱ་དེ་འགྲོ་རྒྱུ་དང་འགྲོ་བྱེད་རྐང་པ་གཉིས་པོ། འགྲོ་བ་པོ་ལས་ལོགས་ཤིག་མིན་པར་བརྟེན་འགྲོ་བྱ་འགྲོ་བྱེད་གཉིས་ཀ་དག་ཡིན་ངེས་ལགས། དེ་དག་ལས་གཞན་པའི་སྟོབས་མཚུངས་ཤིག་འཇོག་ཏུ་མེད་པར་བརྟེན་བདག་གཞན་ཕལ་པར་གསུངས་པ་ཡིན། འགྲོ་བྱ་ཞེས་པ་དེ་འགྲོ་ས་ལ་གོ་ན། ནོར་བ་རེད། དཔེར་ན་ཡི་གེ་སྟོང་བ་ལ་མཚོན་ན་སྟང་ཆ་ཟེར་བ་དེ་ཡི་གེ་ལ་གོ་བ་ལས་ཡི་གེ་སྟང་ས་ལ་མ་གོ་བ་ནང་བཞིན། སྟང་ཆའི་ཡི་གེ་དང་སྟང་སའི་གནས་གཉིས་གཅིག་པ་མིན་པ་ཤིན་ཏུ་གོ་སླ། གང་ནང་བཞིན་འགྲོ་ས་དང་འགྲོ་བྱ་གཉིས་གཅིག་པ་རེད་མི་འདུག་བ། དེ་ཡིན་པ་སོང་ཙང་འགྲོ་ས་ཟེར་མཁན་དེས་འགྲོ་བའི་བྱ་བ་དེ་ལ་འགྲོ་བ་པོ་ལས་ལོགས་སུ་ཡོད་རེད་དེ། འགྲོ་བྱ་ཟེར་མཁན་དེས་འགྲོ་བ་པོ་ལས་ལོགས་སུ་རྒྱུ་བས་ཀྱི། ཨ་ནི་འགྲོ་བྱ་ཅིག་མེད་པར་སོང་ཙང་འདི་བྱེད་པ་པོ་རེད་འདི་བྱ་བའི་ཡུལ་རེད་གསལ་པོ་ཅིག་བཟོ་ཡ་ཡོད་མ་རེད། བྱས་ཙང་བྱེད་པ་པོ་དང་བྱ་བའི་ཡུལ་གཉིས་གསལ་པོ་ཅིག་འཛུགས་ཀི་ཚུགས་ཐུབ་ཀི་མི་འདུག་ན་དངོས་སུ་མ་འདྲེས་པའི་བྱ་ཚིག་རེད། དངོས་སུ་མ་འདྲེས་པ་ཡིན་པར་སོང་ཙང་ཁོ་ལ་བདག་ཞེན་བྱ་ཡ་ཡོད་མ་རེད། ཡིན་ན་ཡང་སེམས་ཅན་དང་འབྲེལ་ཡོད་པར་སོང་ཙང་མདོར་ན་མི་དང་འབྲེལ་བ་ཡིན་པར་སོང་ཙང་ཨ་ནི། རྒྱུགས་ཟེར་མཁན་འདྲ་བོ་སྐུ་ཚེ་འགྲོ་སྲིད་ཀྱི་རེད་ཟེར། ད་དེ་ག་དེ་ག་རེད་ལབ་ཡིན་ན། ཨ་ནི། ད་སྔོན་འཇུག་གི་སྤྱི་བྱེ་འཇུག་པ་སྐོར་འགྲེལ་བཤད་ཞུས་ཚར་བ་རེད། འོ་ད་ཆ་ཚིག་གི་ངོས་འཛིན་དེའི་དབྱེ་བའི་ངོས་འཛིན། ཨ་ནི་དག་ཞན། ཨ་ནི་དུས་གསུམ། བྱ་བྱེད་ལས་གསུམ་ཚང་མ་ལོ། ཨ་ནི་ཚར་བཅད་ཞུས་ཚར་བ་རེད། ཨ་ནི་གཞུང་ལ་གཟིགས་ཀྱིན་གཟིགས་ཀྱིན། སློབ་ཆུང་ནང་ད་གཏན་འདི་གསལ་བོ་ཆགས་ཀྱི་རེད་དྲན་གྱི་འདུག་ཟླ་དྲུག་གི་ཆར་བུ་ཡིན་པ་སོང་ཙང་ཚར་གཅིག་ཡག་པོ་ཅིག་འཁྱེར་ཚར་བས་ན་དག་རང་གི་དུས་བབ་རེད་ཡང་ནས་ཡང་དུ་གཟིགས་དགོས་ཡོད་མ་རེད། ཆར་བུ་འདྲ་བོ་དེ་འདྲ་ཡིན་ན་གསུང་རབ་རྫུན་ཡིན་ན། ག་ཚོད་མང་པོ་སློབ་བུ་ཡིན་ནའི་ཨ་ནི་བསོད་ནམས་སོགས་ཡོད་ལ་སོགས་པ་དེ་འདྲ་གི་རྒྱུད་ལ་འགྲོ་གི་རོ། ཐུན་མོང་གི་རིག་གནས་ཟིག་ཡིན་དེ་ཐེངས་གཅིག་མ་ཤེས་པ་ཡིན་ན་ཨ་ནི་དོན་ལ་རྨོངས་པ་སྐྱེ་གི་རེད། ཡིན་ནའི་ཐེངས་གཅིག་ཡག་པོ་ཤེས་ཚར་སོང་ན་བསྐྱར་ཟློས་བྱེད་དགོས་ཡོད་མ་རེད། ཚང་མར་མཐོ་ཆེ་ན། དེ་རིང་འཛིན་གྲྭ་དེ་ཙམ་བཞག་གི་ཡིན། ཕལ་ཆེར་སློབ་ཚན་དེ་དུས་བདུན་གཉིས་པ་དེ་གྲུབ་པ་ཡིན་ས་ཡོད་འོ་ལ་སུ།